དེ་ནས་ཐོག་མར་དེ་ལ་མོན་གྷོ་ལུའུ་ཝེ་ལིན་གྱི་མི་མང་དང། དེ་ན་བཞིན་གྱི་དྲ་གྲོགས་སེང་གེ་ཡོངས་ལ། དེ་ནས་ངས་དེ་མོན་གྷོ་ལུའུ་ཝེ་ལིན་གྱི་ལེགས་བཅོས་ལས་འཆར་གྱི་ཚོགས་པ་ཀྱི་ཚོགས་པའི་ཚོགས་མི་ཚང་མའི་ཚབ་བྱས་ནས་འཚམས་འདྲི་ཞུ་བ་དང་སྦྲགས། དེ་ད་ལན་དེ་ཁ་སང་མོན་གྷོ་ལུའུ་ཝེ་ལིན་གྱི་ལེགས་བཅོས་ལས་འཆར་གྱི་ཚོགས་པས་ང་ཚོ་ཆང་བཟོད་བརྒྱུད་ནས་མི་དམངས་ལ་ནང་ཆོས་ངོ་སྤྲོད་ཅིག་དེ་འདྲི་ཅིག་མ་བཤད་རོགས་གྱིས་ཟེར་ནས་དེ་འདྲི་འབོད་སྐུལ་ཅིག་སླེ་ཤག། དེ་ནས་ངའི་དང་པོ་ཐོག་མ་རྡོ་ལ་དར་ཡོང་གི་ཡིན་ན་མེད་ན་དྲིས་ནས་ངའི་རྗེས་ལ་ལན་སྤྲད་གོ་ཅིག་ནས་ཞུས་ཡིན། དེ་རྗེས་ལ་ང་རང་དེ་འདྲ་བསམ་བློར་ཅི་བཏང་དེ་དུས་སྤྱི་བཏང་གང་ཡིན་ཟེར་ན། ཐ་ན་ང་རང་གིས་ངོ་རེ་ཤེས་སོང་ན་སྤྱི་བཏང་ག་ལ་བར་ད། གྲྭ་པ་དེ་ཚོ་ལ་ད་དཔེ་ཁྲིད་བཟོ་སྒྲོག་དེ་འདྲ་བྱེད་བསྡད་ཀྱི་ཡོད་རེད་ན་དེ་དུས་ད་ཞིའུ་ཞིའུ་དཀའ་ལས་ཡོད་མ་གྲགས་པ་དེ་ཚོ་དང་པོ་ནི་བསླབ་གྲྭ་ལ་ལྟ་དཀའ་ལོ་རེད། བོད་ཡིག་གི་དེ་ཚོ་མང་པོ་སྦྱངས་འོང་དུས་ཨེ་འདི་ཐ་སྙད་དེ་ཚོ་དཔེ་ཆ་ནང་ལས་སྐྱོར་གྱི་ཐ་སྙད་དེ་ཚོ་ཞིའུ་ཞིའུ་མར་བཀྲལ་དགོས་མེད་དུས་དཀའ་ལས་ཞི་རགས་ཡོད་མ་རེད་ཕྱོགས་གཅིག་ནས། ཕྱོགས་གཉིས་ནས་གལ་སྲིད་ཡང་གྲྭ་པ་དེ་ཚོ་དཔེ་ཁྲིད་ག་ལ་ཡག་པོ་ཞི་རགས་མ་ཁུར་ན་གལ་ཨེ་རང་སྦྱོང་བྱེད་ཀྱི་དུས་ཚོད་དང་དེ་ག་ནང་བཞིན་གྱི་ཡང་དགོངས་དག་ཨེ་ནི་ཆོས་ར་ལ་ཕར་རྩོད་པ་དང་བགྲོ་གླེང་བྱེད་ཀྱི་དུས་ཚོད་ཡོད་དུས་ཡང་མ་ཁུར་ཨེ་དཀའ་ངལ་ཞི་རགས་ཡོད་མ་རེད་ཞི་རགས་བཀྲལ་དགོས་ཐུག་གི་ཡོད་མ་རེད། ད་ཡིན་མི་མང་ལ་ལྟ་འདི་འདྲས་ཀྱི་ཡང་གོ་སྐབས་ཞིག་རག་མེད་དུས། དེ་ནི་ཡང་གོ་ཆོད་བཤད་སྟངས་ཡིན་ན་རེ་ད་ངོ་སྤྲོད་བྱེད་སྟངས་ཅིག་ཁ་ཁ་བྱེད་དགོས་ཀྱི་ཡོད་ར་ཐིག་ཡིད་ལྟ་ཨ་ཡོང་གི་ཡོད་ན་མིན་ན་དྲིས་ན་དེ་འདྲའི་བསམ་བློ་ཅིག་འཁོར་སོང། དེ་འདྲའི་བསམ་བློ་ཅིག་ད་འཁོར་ནས་དེ་ནས་གཅིག་དེ་རེད་རྒྱུ་མཚན་གཉིས་ནི་ད། ང་རང་ད་ག་ལ་བར་ད་དེ་འདྲའི་པར་ཆས་ལག་བར་པར་ཆས་འུད་སྒྲོག་དེ་འདྲས་ཀྱི་མདུན་ལ་དེ་ནི་ཡང་སྐད་ཅིག་བཤད་དེ་འདྲས་ད་དེ་སྔོན་ལ་དེ་འདྲས་བཤད་མྱོང་མེད་པ་ཡིན་མ་སོང་ཙང་ད་ག་འདྲས་རེ་བྱུང་གི་ཡོད་ན་དྲིས་ན་ཨེ་ནས་སེམས་ལ་ངམ་ཚབ་དྲག་ཞིག་ཏོགས་སུ་བྱུང་སོང། ད་ནི་འདི་འདྲའི་བྱུང་སོང་དེ་ཡིན་ན་ཐོབ་བརྒྱ་དགུ་བརྒྱ་ལ་ལྟ་ཨེ་ནུས། ཞི་བ་ལགས་ཀྱིས་གསུང་བ་ནང་བཞིན་བྱས་ནས་ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་རབ་སྣང་སྟོན་པ་ལྟར། དེ་བཞིན་སངས་རྒྱས་ཐུགས་ཡི་རྒྱ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་ག་ཆུང་ངུ་ཟག་ལ་ཕྱིན། འདི་འདྲའི་གསུང་བ་ནང་བཞིན་བྱས་ནས་ཕན་ཆད་མཚན་ལ་གློག་དམར་བརྒྱབ་ཡོང་དུས་ཨེ་ནུས། ཁོ་སྐད་ཅིག་ཁ་ཤས་ཤིག་རིང་ལ་དེ་ནས་གཟུགས་ཚང་མ་མཐོང་བ་ནང་བཞིན་ཨེ་ནུས་ང་ཚོ་ལ་ལྟ། སངས་རྒྱས་ཀྱི་མཐུ་དང་ནུས་པ་ལ་བརྟེན་ནས་ཨེ་ནུས། ང་ཚོ་ཨེ་ནུས་སེམས་ཅན་དེ་ཚོའི་རྒྱུད་ལ་དགེ་བའི་བསམ་པ་དང་བསམ་བློ་ཡག་པོ་དེ་འདྲ་མཚམས་མཚམས་འཁོར་གྱི་ཡོད་ས་ལའོ་ན་ཅིག་དེ་འདྲའི་གི་ལ་ཡང་ན་བསམ་བློ་དེ་འདྲའི་ཅིག་འཁོར་དེའི་གི་ལ་ཐོབ་རྒྱ་རྐུབ་རྒྱ་ལ་ཡང་ན་རྒྱལ་བ་རིན་ཆེན་གྱི་ད་བཀའ་སློབ་ཀྱི་ཐོ་རངས་རང་བཞིན་གྱི་ཤར་ལས་སོ། ནམ་ཕྱག་རྒྱུད་འདུལ་རྒྱལ་བ་རིན་ཆེན་ག་རེ་གསུངས་ཏེ་ཟེར་ན་ང་ཚོ་ཡང་ན་བླ་མ་སྤྲུལ་སྐུ་ཡིན་ན་རེད་དེ་ག་ན་གཞན་གྱི་མཁན་པོ་དགེ་བཤེས་ཡིན་ན་རེད་དེ་ཚོའི་གི་མི་དམངས་ལ་ཆོས་ཀྱི་བར་ག་ལ་བར་ཐག་ཅིག་ངོ་སྤྲོད་བྱེད་པའི་སྒོ་ནས། དེ་ནི་དེ་རེད་ཅེས་བསྟོད་ན་ནང་ཆོས་བར་ཁྱབ་བརྡལ་འགྲོ་ཡས་ཡིན་ན་རེད་དེ་ག་ནང་བཞིན་གྱིས་ནང་ཆོས་ཀྱི་ཅིག་གོ་རྟོགས་དེ་ཡ་གྱལ་ཡས་ན་རེད་བསྟན་པ་གནས་ཡས་ཡིན་ན་རེད་ཧོ་གང་དང་ཡང་ཕྱོགས་ཚང་མ་ནས་ཕན་གྱི་རེད་ཟེར་ནས་དེ་འདྲས་ཀྱི་བཀའ་སློབ་ཅིག་ཡང་ནས་ཡང་དུ་གསུངས་ཡིན་པ་སོང་ཙང་དེས་སེམས་ལ་བག་རྒྱག་བྱས་དེ་ཅིག་དྲན་སོང། དེ་དང་མཉམ་དུ་ལ་དེ་ནི་ང་རང་གྱི་བླ་མ་དགེ་བའི་བཤེས་གཉེན་ཆེན་པོ་ཨེ་ནི་མཁན་ཆེན་འཇའ་ཡང་ཏིང་འཛིན་གྱི་རྣམ་གཞག་རྒྱུན་དུ་ག་རེ་གསུངས་བསྡད་གི་འདུག་ཟེར་ན། ང་རང་ཚོ་གྲྭ་པ་ཡིན་པའི་ཆ་ནས་བལྟས་ནས། ཨེ་ནི་ཕ་རོལ་པོ་ལ་ཨེ་ནི་ལོངས་སྤྱོད་ཀྱི་སྒོ་ནས་ཕན་ཐོགས་པ་ལས་ཀྱང། ཨེ་ནི་སོ་སོ་ལ་འབྲེལ་བ་ཡོད་སྐྱོ་སོ་སོའི་ཕ་མ་སྤུན་རྒྱག་དང་དེ་ག་ནང་བཞིན་གྱི་དེ་ནི་གཅིག་ཅོ་ཅོ་ནོ། དེ་ག་ནང་བཞིན་གྱི་སྦྱིན་བདག་དེ་ག་ནང་བཞིན་སོ་སོ་གི་གྲོགས་པོ། དེ་ག་ནང་བཞིན་སོ་སོ་ལ་དགའ་པོ་བྱེད་བསྡད་ཀྱིན་མྱི་པོ་བྱེད་བསྡད་ཀྱིན་གྱི་ཨེ་ནི་མི་སྐྱ་ཡི་ན་རེ་དེ་ཚོ་ལ། ཆོས་ཀྱི་ཐོག་ནས་གོ་རྟོགས་ཤིག་ཕབ་སྤེལ་བྱས། ཆོས་ཀྱི་སྐད་ཆ་ཁ་ཤས་བཤད་ནས་མདོར་ན་ཁོང་ཚོའི་གི་ཆོས་ཁོང་ཚོའི་གི་སེམས་ལ་ཆོས་ཀྱི་གོ་རྟོགས་ཅིག་དང་ཆོས་ཀྱི་བག་ཆགས་ཅིག་བཞག་ཐུབ་ན། ད་ལྟའི་ཨེ་ནི་གྲྭ་བ་ཅིག་གི་དངོས་གནས་ཁོ་རང་ད་བྱ་བྱེད་ཆེན་པོ་རེད། ཚེ་དང་ཆོས་དང་མཐུན་པའི་གི་ཨེ་ནི་ད་ཞབས་འདེགས་རེད་ཟེར་ནས་དེ་འདྲའི་ཞར་དང་ཞོར་ལ་གསུངས་བསྡད་ཀྱི་འདུག་དེ་རིགས་ཀྱི་བཀའ་སློབ་གཉིས་ཅིག་ཨེ་ནི་ཕར་སེམས་ལ་དྲན་ཡོང་དུས་དེ་ནས་ངས་ལམ་སང་འོ་ད་མེད་ཟིག་དངོས་གནས་གོ་སྐབས་བཟང་པོ་རེད་ཤག་ད་ཅིག། སོ་སོའི་གི་རྩ་བའི་བླ་མ་དང་སོ་སོའི་གི་དགེ་བའི་བཤེས་གཉེན་གྱི་ད་ཨེ་ནི་དགོངས་པ། མང་པོ་ཡོད་པའི་ནང་ནས་ད་དགོངས་པ་ཆ་གཅིག་འབྲུ་བལ་གྱི་གོ་སྐབས་ཅིག་ད་ད་ལན་རག་གི་ཡོད་རེད་ད་དེ་ངའི་བར་ལག་པ་ནས་ཤོར་སོང་ན། ད་སོ་སོའི་ལག་པ་ནས་ནོར་བུ་ཤོར་བ་དང་གཅིག་པ་རེད་བསམ་བྱས་དེ་ནས་ངས་ལམ་སང་སྐོར་ལ་ཆང་མཛོད་ལ་ཕར་ཁ་པར་ཕུལ་ནས་ད་ང་འགྲིག་གི་རེད་ཟེར་དེ་འདྲ་ཞུས་ཡིན། དེ་འདྲ་ཞུས་བ་དང་སྐར་མ་ཁ་ཤས་རྗེས་ལ་ཆང་མཛོད་ཀྱི་ཚུར་ཁ་པར་བྱོས་སོང་དེ་ནས། ད་ད་མོན་གྷོ་འདོད་རྒུ་གླིང་གི་ལེགས་བཅོས་ལས་འཆར་གྱི་དེ་ནས་ཚོགས་པའི་གི་ཨེ་ནི།

འདི་ནི་ལས་ཀ་བྱེད་སྟངས་ཡིན་ན་སྟབས་བདེ་བོ་ཞེ་དྲག་འདུག་འདི་ནི་བྱུང་སོང། དེ་འདི་ནང་ལྟར་བརྗོད་གཞིའི་ནང་ནས་བརྗོད་གཞི་དང་པོ་དེ་ལྟར་འདིར་བཤད་མ་ནི་ཡི་གེ་དྲུག་བོད་ཀྱི་ཕན་ཡོན་དང་དེ་ཉམས་སུ་བླངས་སྟངས་དེ་ག་འདྲ་བྱེད་དགོས་ཀྱི་ཡོད་རེད། ད་དེ་ནི་མ་ཨེ་ནི་དུས་ཚོད་ཞེ་དྲག་མེད་པར་སོང་ཙང་རྟོག་སྐྱོ་སྐྱོ་མ་ཞུས་བྱ་གིན། ད་དང་པོ་མ་ནི་ཡི་གེ་དྲུག་པ། ཡི་གེ་དྲུག་པ་ཟེར་དེ་མ་ནི་གྱི་མཚན་རེད་དེ་ཡོད་རེད། སྤྱིར་བཏང་སྤྱན་རས་གཟིགས་ཀྱི་གཟུངས་སྔགས་རེད། དེའི་གི་མཚན་གྱི་རེ་དེ་རེ་འདི་ནས་ཡོང་གི་འདུག་དཔེ་ཆ་ན་སྔགས་ནི་ཚོ་ལ་དཔེ་ཆ་ན། རྡོ་རྗེ་སེམས་དཔས་ཀྱི་དེ་ན་དེ་སྔགས་ནི་ཚོ་ལ་ཡི་གེ་བརྒྱ་པ་ཟས་སོ་དྲོ་ཡི་གེ་བདུན་པ་ཟས་སོ་དྲོ་ཡི་གེ་བཅུ་པ་ཟས་སོ་དྲོ། དེ་དང་ཕྱོགས་མཚུངས་པར་བྱས་ནས་ད་ལྟ་མ་ཎི་ལ་ཡི་གེ་དྲུག་མ་ཟས་དེ་ཡང་ཁོང་གི་མིང་གྱི་རེ་དེ་ཞེས་མ་ཎི་གི་མིང་རེ་དེ། དེ་ཡི་གེ་དྲུག་མ་ཟས་དགོས་རྒྱུ་མཚན་གར་ཟེར་ན་དེ་མ་ཎི་ཟས་གཟུངས་སྔགས་དེ་ན་ལ་ཡི་གེ་དྲུག་ཡོད་ཟེར་དེའི་རྒྱུ་མཚན་གྱི་རེ་བཞག། དེ་ནས་དེ་ནས་མ་བྱས་ནས་ད་དང་པོ་ག་རེ་ཧ་གོ་དགོས་སམ་ན་ང་ཚོ་དྲི་བ་ཅིག་གླེགས་དགོངས་རེ་ད་ང་ཚོ་ཅི་སྟང་ཨེ་ནེ་ང་ཚོ་ཨེ་ནེ་འཇམ་དཔལ་དབྱངས་ཀྱི་སྔགས་ཨོ་མ་རཱ་པ་ཛི་ན་དེ་མ་བཟླ་བ་བཅས་ཡི་གེ་དྲུག་མ་དེ་ལ་ཞེའུ་ཙི་གལ་ཆེན་པོ་འཛི་ག་རེད་ལྷ་དེ་འདྲས་མང་པོ་ཡོད་རེད་དེ་ཚོ་ཚང་མ་ལ་གཟུངས་སྔགས་ཡོད་རེད་དེ་ཚོ་ཨེ་ནེ་གལ་ཆེན་པོ་མ་བརྩི་བ་བཅས་ཡིན་གྱི་མིན་གྱི་ཨེ་ནེ་མ་ནི་དེ་ཡིན་གྱི་མིན་གྱི་བར་བགྲང་དགོས་དང་འདི་དེ་རྩ་ཆེན་པོ་བརྩིས་བསྡད་ཀྱི་འདུག་དེའི་རྒྱུ་མཚན་ག་རེད་ཟེར་ན་དེ་དྲི་བ་ཞིག་སླེབས་སོང་ན་དེ་ལ་ད་རྒྱུ་མཚན་གཉིས་བཤད་ཡོད་རེད་ག་ཡིན་ཟེར་ན། སྒྲུབ་འཛིན་གཅིག་ག་རེ་ཡོད་རེད་སུས་ལ་འོང་དུས། སྤྱི་བཏང་སངས་རྒྱས་ཚང་མ་དེ་རོ་དཔེ་ན་ཆ་ཤེས་ན་རྒྱ་མཚོ་ཚང་མ་དེ་ཨེ་ནས་ཅིག་ཤར་ནས་འཐུང་ན་རེད་ལྷོ་ནས་འཐུང་ན་རེད་ནུབ་ནས་འཐུང་ན་རེད་ག་བ་ནས་བཏུང་ན་ཀི་ནས་འཐུང་ན་རེད་གང་ལྟར་ཡང་ཁོ་ཚ་གུ་ཡིན་པ་ཆ་མ་གཅིག་པ་གཅིག་རྐྱང་རེད་དེ་ཡིན་ན་ཡང་རོ། གཅིག་པ་གཅིག་རྐྱང་ཡིན་པ་དེ་བཞིན་དུ་སངས་རྒྱས་ཚང་མ་དེ་ཨེ་ནས་ཅིག་མཁྱེན་པ་ཡིན་ན་རེད་བརྩེ་བ་ཡིན་ན་རེད་དེ་ག་ན་ཞིག་ནུས་པ་ཡིན་ན་རེད་ཕྲིན་ལས་ལ་སོགས་པ་ཚང་མ་གཅིག་མཚུངས་རེད་དེ་ཡིན་ན་ཡང་སྔོན་གྱི་སྨོན་ལམ་དང་དེ་ན་ཤིང་གི་ལས་འབྲས་ཡོད་མེད་ཀྱི་ཁྱད་པར་གྱིས་དེ་འདྲའི་ཨ་ནེ་གཅིག་འགྲུབ་མ་འགྲུབ་ཁྱད་པར་ཞེ་རག་ཡོད་ས་རེད། དེ་རིང་སོང་ཙང་སྤྱན་རས་གཟིགས་དེ་དང་ང་ཚོ་ཨ་ནེ་བོད་གངས་ཅན་གྱི་ཨ་ནེ་མི་རིགས་དེ་གཉིས་ལ་ཨ་ནེ་ག་རེའི་ཐོག་ནས་འབྲེལ་བ་ཡོད་རེད་ཟེར་ལབ་འོང་དུས་དེ་འབྲེལ་བ་ཡོད་སྟངས་དེ་ལ་ཨ་ནེ་རྒྱུ་མཚན་གཉིས་ཀྱི་ངོ་ནས་མ་ཞུ་གིན་དང་པོ་རིག་པའི་རྒྱུ་མཚན་གྱིས་མ་ཞུས་སོང་ན་ལོ་རྒྱུས་ཀྱི་རྒྱུ་མཚན་ཟེར་ན་རེད་དེ་ལ། དང་པོ་དེ་ལ་སྤྱིར་བཏང་ང་ཚོ་བོད་མི་རིགས་དེ་བྱུང་སྟངས་བྱུང་ལུགས་དེ་ལ་སྤྱིར་བཏང་ཨེ་ནས་ལོ་རྒྱུས་དེ་ཚོ་ནང་ལ་ཨེ་ནས་མང་པོ་ཅིག་ཡོད་དེ་ན་ལོ་རྒྱུས་གཅིག་གི་ནང་ལ་ག་རེ་ཡོད་རེད་ཟེར་ལ་འོང་དུས་བོད་མི་རིགས་ཀྱི་ཨེ་ནས་ད་བྱུང་ད་བྱུང་ས་དེ་ཕ་ཁྲིའུ་བྱང་ཆུབ་སེམས་པ་དང་མ་བྲག་སྲིན་མོ་གཉིས་ལ་བལྟས་ནས་ཨེ་ནས་མི་ཡུལ་གདུང་དྲུག་བྱུང་བྱས་དེ་ལ་བལྟས་ནས་ཨེ་ནས་ང་ཚོ་ཨེ་ནས་བོད་མི་རིགས་དེ་བོད་ལ་ཕ་མི་བྱུང་རེད་ཟེར་ན་དེ་འདྲིའི་གི་ལོ་རྒྱུས་གཅིག་ཡོད་རེད་རོ། ལ་འོང་དུས་དེ་དུས་ཕ་ཁྲིའུ་བྱང་ཆུབ་སེམས་པ་དེ་སུ་རེད་ཟེར་ལ་འོང་དུས་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་རེད། མ་བྲག་སྲིན་མོ་དེ་སུ་རེད་ཟེར་ལ་འོང་དུས་རྗེ་བཙུན་སྒྲོལ་མས་གི་རྣམ་སྤྲུལ་རེད་ཟེར་ལ་འོང་དུས་ཐོག་མར་ཁོ་རང་ག་རེ་ཆགས་བསྡད་གོ་སོང་ན་འཕགས་པ་སྤྱན་རས་སུ་གཟིགས་ཏེ་ང་ཚོ་གི་དཔའ་བ་བཟོ་འགྲོ་ཅིག་ང་ཚོ་ཁོང་གི་བུ་བཟོ་ཁོང་གི་བུ་བཟོ་འགྲོ་ཅིག་དོན་དྲ་སོང་ན་ང་ཚོ་དཔའ་བ་དང་བུ་ཡུག་གི་འབྲེལ་བ་འགྲོ་ཅིག་ཆགས་བསྡད་གི་ཡོད་རེད་ཐོག་མ་དང་པོ་ཁོ་རང་བར་དུ་ང་རང་ཚོ་བོད་ལ་དང་པོ་ཨེ་ནས་ནང་པ་སངས་རྒྱས་པའི་ཆོས་དར་ཡོད་མ་རེད་ཡིན་ན་ཡང་རྒྱ་བོ་སྲོང་བཙན་སྒམ་པོ་ཆོས་རྒྱལ་མི་ཡུལ་རྣམ་གསུམ་གི་ནང་སྲས་རྒྱ་བོ་སྲོང་བཙན་སྒམ་པོ་སྤྱན་རས་གཟིགས་གི་རྣམ་སྤྲུལ་ཁོང་གིས་ཨེ་ནི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བོད་ལ་དམ་པའི་ཆོས་ཀྱི་དང་པོར་ཕར་འགྲོས་མེད་སྤར་བ་རེད། དེ་རིང་སོང་ཙང། དེའི་རྒྱུ་མཚན་གྱིས་དེ་དུས་ཨེ་ནི་འཕགས་པ་སྤྱན་རས་གཟིགས་དང་ང་ཚོ་གཉིས་དེར་བླ་མ་དང་སློབ་མའི་གི་འབྲེལ་བ་བཟོ་གྲ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དུས་ད་ལྟའི་ཆ་ལ་བཤད་ན་ང་རང་ཚོ་བོད་དེ་བས་ཉག་ཕྲག་པོ་དེ་འདྲའི་ཁྲེལ་བའི་སྐབས་དེ་ལ། ཨེ་ནི་ང་ཚོ་ཨེ་ནི་རྒྱལ་བ་རིན་པོ་ཆེ་འགས་ཨེ་ནི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ལྟ་ང་ཚོ་རྫ་སྤྲིན་ས་སྟེང་འདིའི་ནང་ལ་བ་ཨེ་ནས་ཅིག་སོ་སོས་ཀྱི་ཨེ་ནས་རིག་གཞུང་ཡིན་ན་རེད་སོ་སོ་ཀྱི་ཆོས་ཡིན་ན་རེད་གང་ཡིན་ན་ཡང་བརྟན་པོ་གནས་ཐུབ་པ་ཁྱབ་བརྡལ་བྱེད་ཐུབ་པ་དེ་ཚང་མ་དེ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་བཀའ་དྲིན་རེད་དེར་བསྡུ་ན་ཨེ་ནས་ཐོག་མཐའ་བར་གསུམ་དུ་ང་ཚོ་ལ་ཨེ་ནས་བོད་གངས་ཅན་གྱི་ཨེ་ནས་ལྗོངས་ཀྱི་མི་རིགས་ལ་འཕགས་པ་སྤྱན་རས་གཟིགས་ཀྱི་ད་ཐུགས་རྗེ་བསྐྱངས་དེ་ཡོད་པར་དང་པོ་ཨེ་ནས་ཕ་མ་དང་སྤུ་གུད་ཀྱི་འབྲེལ་པ་བར་དུ་ཨེ་ནས་བླ་མ་དང་སྟོན་པ་ཡང་ན་སྟོན་པ་དང་སྟོན་པ་དང་ཨེ་ནས་ཅིག་སློབ་མའི་ཀྱི་འབྲེལ་པ་ད་ལྟ་ཡིན་ན་ཡང་བླ་མ་དང་སློབ་མ་དང་དེ་ག་ནང་བཞིན་གྱི་སྐྱབས་དང་ཨེ་ནས་ཉམ་ཐག་གྱི་འབྲེལ་པ་འགྲོ་སོས་དོན་བྱས་ནས་ཨེ་ནས། ཐོག་མཐའ་བར་གསུམ་དུ་འབྲེལ་པ་ཆགས་འདོད་དུས་འཕགས་པ་སྤྱན་རས་གཟིགས་དང་ང་ཚོ་གཉིས་ལ་དམིགས་བསལ་གྱི་འབྲེལ་པ་ཡོད་རེད། གཉིས་པ་དེ་ག་རེ་ཡོད་ཟེར་ན་ལུང་གི་སྒོ་ནས་སྒྲུབ་བྱེད་ག་རེ་ཡོད་ཟེར་ན་སྔོན་མ་སྔོན་མ་སངས་རྒྱས་བཅོམ་ལྡན་འདས་འོག་མིན་ཚར་ལ་བར་འདི་བཞུགས་བདེ་བའི་སྐབས་ལ་གར་སོང། བཞུགས་པའི་སྐབས་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐོབ་བརྒྱ་དགུ་བརྒྱ་ལ་འཛུམ་བསྟན་ཡིན་པ་རེད། དེ་ནས་བསྟན་འོང་དུས་བྱང་ཆུབ་སེམས་དཔའ་གིས་བཀའ་དྲིས་ཏེ་སངས་རྒྱས་བཅོམ་ལྡན་འདས་གར་ཅིག་ནས་འཛུམ་བསྟན་གྱི་ཡོད་ཞུས་འོང་དུས། འཛུམ་བསྟན་ནས་བར་འོད་ཟེར་ཕར་འཕྲོས་འོང་དུས་ཞལ་ནས་མ་འོད་ཟེར་འཕྲོས་ནས་བོད་ཁ་བ་ཅན་གྱི་ས་ཕྱོགས་ལ་ཁྱབ། དེ་འོངས་དུས་ཨེ་ནས་དེའི་སྐབས་དེ་ལ་ཨེ་ནས་བྷ་བ་སྤྱན་རས་གཟིགས་ཀྱི་ཁ་ཚ། མ་འོངས་པ་ན་ཨེ་ནས་བོད་ཁ་བ་ཅིག་ཞིག་འབྱུང་དེ་ལ་ཨེ་ནས་བོད་ཁྱོད་ནི་སེམས་ཅན་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་གདུལ་མ་ཐུབ་པའི་གི་ཨེ་ནས་གང་ཟག་དེ་ཚོ་ཨེ་ནས་བྷ་བ་སྤྱན་རས་གཟིགས་ཀྱིས་ཨེ་ནས་ད་གདུལ་བྱ་ཆགས་བཅས་ཨེ་ནས་དམ་པའི་ཆོས་ཀྱི་དབུ་བརྙེས་བཅས་ཨེ་ནས་སེམས་ཅན་མང་པོ་ཅིག་ཐར་པ་ལ་ཨེ་ནས་བར་གྲོལ་གྱི་རེད་ཨེ་ཙི་གསུངས་པ་ཡིན་པར། དེ་ནས་ཡང་བྱང་ཆུབ་སེམས་དཔའ་དེ་གིས་དྲི་བ་བཏང་བར་ག་རེ་དུས་གསུམ་གྱི་སངས་རྒྱས་ཀྱིས་གདུལ་མ་ཐུབ་བ་ཅིག་བྷ་བ་སྤྱན་རས་གཟིགས་ཀྱིས་གདུལ་དགོས་རྒྱུ་མཚན་ག་རེ་ཟེར་ལ་འོངས་དུས་བཅོམ་ལྡན་འདས་ཀྱིས་ལན་ག་རེ་བརྒྱབ་པར་ཟེར་ན། ཨེ་ནས། འཕགས་པ་སྤྱན་རས་གཟིགས་ཀྱིས་སངས་རྒྱས་སྟོང་ཕྲག་མང་པོའི་གིས་ཨེ་ནི་བདུན་ལ་ཨེ་ནི་དཔེ་ཁྱོད་ནི། མ་འོངས་པ་ན་ང་ཨེ་ནི་བོད་ཁ་བ་ཅན་གྱི་ཨེ་ནི་ལྗོངས་ཀྱི་སེམས་ཅན་འདི་ཚོ་གི་དོན་དཔག་ཏུ་མེད་པ་མཛད་པར་ཤོག་ཟེར་ནས་ཨེ་ནི་སྨོན་ལམ་དང་སེམས་བསྐྱེད་བྱས་ཡོད་རེད་ཨེ་ཟེར་ན་དེའི་རྒྱུ་མཚན་གྱིས་རེད་ཨེ་ཟེར་གསུངས་པ་ད་དེའི་གིས་ཨེ་ནི། ད་དཔེ་མཚོན་ན་ང་ཚོ་མི་གཅིག་ལ་འབྲེལ་བ། མི་གཅིག་ལ་ཕར་རེ་བ་བརྒྱབ་འོང་དུས། མི། འཇོན་ཐང་གཅིག་པ་གཅིག་རྐྱང་ཡིན་ན་ཡང་སོ་སོ་འབྲེལ་བ་ཆེ་ཆུང་གི་སྒོ་ནས་ཨེ་ནི་སོ་སོའི་ལས་དོན་འགྲུབ་མ་འགྲུབ་ལ་ཁྱད་པར་པོ་ཡོད་པ་ཡིན་པ་རེད། འོ་དེ་ནང་བཞིན་བྱས་ནས་ཨེ་ནས་ལྷ་ཚང་མ་ཨེ་ནས་ཐུགས་རྗེ་མཉམ་པ་རེད་དེ་ཡིན་ན་ཡང་སྤྱན་རས་གཟིགས་ལ་ང་ཚོ་གིས་སོགས་སྨོན་ལམ་བཏབ་སོང་ན་ལས་དོན་ཡིན་ན་མགྱོགས་པོ་འགྲུབ་ཆེ་བ་ཡོང་གི་ཡོད་པར་ག་ཚོད་ན་སོ་སོ་དང་འབྲེལ་བ་ཡོད་ཁྱོད་ཀྱིས་མི་ཅེར་པན་ཆེ་ན་སོ་སོ་གིས་ཨ་ཞང་དང་དཔའ་བོ་གཉིས་ལ་ཨེ་ནས་འཇོན་ཐང་གཅིག་པ་གཅིག་རྐྱང་ཡོད་རེད་ཡིན་ན་ཡང་སོ་སོས་དཔའ་བོ་ལ་རེ་བ་རྒྱག་བ་དང་ཨ་ཞང་རེ་བ་རྒྱག་བ་གཉིས་འདྲ་གི་མ་རེད་གོ་འོ་དེ་ཀྱི་དེ་སོ་སྒྲོག་ཅིག་བྱས་ནས་རྒྱུ་མཚན་གྱིས་ང་ཚོ་མ་ནི་འདོན་དགོས་དེ་རྒྱུ་མཚན་དེ་རེད།

ཨོམ་དེ་རྒྱ་གར་ཡི་གེ་དེ་རྒྱ་གར་གྱི་སྐད་རེད་དེ་རོ། དེ་རུ་སོང་ཙང་དེ་ལ་ཨེ་ནི། ཨ་བྱེད་ཨུ་བྱེད་མ་བྱེད་ཡི་གེ་གསུམ་རྒྱ་གར་ཡི་གེ་གསུམ་བསྡུས་ནས་ཨོམ་ཟེར་ཆགས་ཀྱི་ཨོམ་ཟེར་ཆགས་ཀྱི་ཡོད་པ་ཡིན་པ་རེད། ད་དེ་ཨོམ་དེ་ལ་ཨེ་ནི་གཅིག། གཅིག་སྔགས་ཀྱི་མགོ་འདྲེན་ཡིན་པ་ལ་སོགས་པ་མང་པོ་འདུག་དེ་ཡིན་ན་ཡང་སྐབས་དེ་དོན། ཨོམ་གསོལ་དེ་ཨ་ཨོ་ཨ་ཨུ་མ་གསུམ་དེ་གིས་ཨ་དེ་གིས་ཨེ་ནི་སོ་སོའི་ལུས་པོ་དེ་མཚོན་གྱི་ཡོད་སོ་སོ་མ་རེད།

དོན་བཤད་པའི་ཤེས་རབ་ཤེས་རབ་གསུམ་གྱི་ནང་ནས་སྐབས་དེ་དོན་ཤེས་རབ་དེ། དོན་དམ་པ་རྟོགས་པའི་ཤེས་རབ་སྟོང་ཉིད་རྟོགས་པའི་ཤེས་རབ་དེ་མཚོན་གྱི་ཡོད་ཟེར་གསུངས་པ། དེ་ནས་ཧུང་འདི་གའི་ཨ་ས་ད་ཧུང་སེ་འདི་གའི་ཨ་བག་ཐུག་རྒྱུ་ཡ་བསྐུལ་གྱི་ཡོད་རེད་ལ་རེད་ད་འཕགས་པ་སྤྱན་རས་གཟིགས་ལ་ཡ་བསྐུལ་གྱི་ཡོད་རེད་ལ་རེད། མདོར་ན་འདིས་ག་རེ་མཚོན་གྱི་ཡོད་རེད་ཟེར་ལ་འོང་དུས། ཐབས་དང་ཤེས་རབ་གཉིས། ཨེ་གནས་པ་ཉམས་སུ་བླངས་པ་ལ་བརྟེན་ནས་སོ་སོའི་མ་དག་པའི་གི་ལུས་ངག་ཡིད་གསུམ་པོ་དེ་དག་པའི་གི་ཨེ་ནས་སངས་རྒྱས་ཀྱི་སྐུ་གསུང་ཐུགས་ལ་བར་འགྱུར་རོ་ཅི་དང་ཟེར་ནས་བསྐུལ་མ་བྱེད་ཀྱི་ཡོད་རེད་ཟེར་སོང་བར་དེའི་དོན་དག་ཅིག་ལྟ་དོན་དག་ཅིག་ག་རེ་ཟེར་ན། ཨོམ་འདི་གི་སངས་རྒྱས་ག་ས་དེ་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་གསུམ་བྱས། ཨེ་ནས་མ་ནི་སེ་དེ་གི་སྤྱན་རས་གཟིགས་ཀྱི་ཕྱག་ལ་བསྣམས་པའི་གི་ནོར་བུ་དེ་མཚོན་གྱི་ཡོད་རེད་ལ་པད་མ་སེ་དེ་སངས་རྒྱས་སྤྱན་རས་གཟིགས་ཀྱི་ཨེ་ནས་ཕྱག་ལ་བསྣམས་པའི་གི་པད་མ་དེ་བྱས་ཧཱུྃ་སེ་དེ་བསྐུལ་བ་བྱས་མདོར་ན་འདི་གི་དོན་དག་ག་རེ་བསྟན་གྱི་ཡོད་རེད་ཟེར་ན། འདི་པར་ཨོ་མ་ནི་པད་མའི་མེས་ཟེར་དེ་གིས་རྣམ་དབྱེ་རྒྱས་པ་བོད་སྒྲ་ཚིག་མར་ཀས་ཟེར་དུ་མཚོན་གྱི་ཡོད་རེད་ལ་རེད་རོ་བ་སྐད་དང་ཀ་ཡི་བོད་སྒྲ་སྟེ་འདི་ལྟར་དོན་དག་མ་བསྒྱུར་བྱས་ན་ཁ་བཏུགས་མ་བོད་ཀྱི་ཐོག་ལ་པར་བསྒྱུར་བྱས་ན་ག་རེ་མཚོན་གྱིར་ཟེར་ན། ཀས། ནོར་བུ་པད་མ་འཛིན་པ་ཟེར་དེ་སྤྱན་རས་གཟིགས་རེད་ནོར་བུ་པད་མ་ཟེར་སྤྱན་རས་གཟིགས་རེད་ནོར་བུ་པད་མ་ཟེར་ན་རེད་པད་མ་ནོར་བུ་ཟེར་ན་རེད་དེ་སྤྱན་རས་གཟིགས་ཀྱི་མཚན་གྱི་རེད་དེ་ཡོད་རེད་རོ་བ།

རྩ་ནས་བདག་གི་རྒྱུད་ལ་བྱམས་པ་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་རྒྱུད་ལ་བསྐྱེད་པར་བྱིན་གྱིས་བརླབ་ཏུ་གསོལ་འདུག་ལ་ཕར་སེམས་ནང་ལ་དྲན་གྱིན་དྲན་གྱིན་ཕར་ཨེ་ནས་སྐྱོར་དགོས་ཀྱི་ཡོད་རེད་དོན་དག་དེ་དེ་རེད་དེ་ཡོད་རེད་ཨེ་ཟེར་གསུངས་པ་རེད། སྤྱི་བཏང་མ་ནི་བགྲང་ན་རེད་སྔགས་བགྲང་ན་རེད་འདི་ཚོ་བྲེལ་གཟུང་སྔགས་འདི་ཚོ་བགྲང་ནས་ག་རེ་བསམ་ན་འདིས་ག་རེ་བྱེད་དགོས་བསམ་ན་ང་ཚོ་ཡང་སངས་རྒྱས་ལ་སྙན་གསེང་ཞུ་གི་ཡོད་རེད་ལ་རེད་ཐུགས་རྒྱུད་བསྐུལ་གྱི་ཡོད་རེད་ལ་རེད་ལས་ཀ་འདི་བྱེད་རོགས་བྱེད་འདི་བྱེད་རོགས་ཟེར་ན་བསྐུལ་གྱི་ཡོད་རེད་ལ་རེད་འོ་དེས་བྱས་ན་ད་ནངས་མ་ནི་དེ་ཡང་སྤྱན་རས་གཟིགས་ལ་བསྐུལ་གྱི་ཡོད་རེད་ག་རེ་བསྐུལ་གྱི་ཡོད་རེད་བསམ་ན་ཁྱེད་ཀྱིས་བདག་ལ་ཨེ་ནས་དཔེ་ཁྱོད་ནས་ཨེ་ནས་སྐུ་གསུང་ཐུགས་ཀྱི་དངོས་གྲུབ་མ་ལུས་པ་བསྩལ་དུ་གསོལ་དེ་ལྟ་དེ་ན་ཞེས་སྙམ་དུ་ལ་ངེད་ཀྱི་སེམས་ལ་བྱམས་པ་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་དེ་ཚོ་བྲལ་ཚུན་ཚོ་ངའི་སེམས་ནང་ལ་སྐྱེ་རོགས་ཅེས་ཨེ་ན་བསམ་བློ་སྡུག་ག་ཚུན་ཚོ་ཕར་མེད་བར་ཆགས་ནས་ཡག་བྲལ་ཚུན་ཚོ་གོང་ནས་གོང་དུ་ཕར་འཕེལ་རོགས་ཅེས་འཕེལ་བར་གྱི་མཛད་འདུག་སོལ་ཟེར་ནས་ཡ་ཨེ་ན་བསྐུལ་གྱི་ཡོད་རེད་ཨེ་ལར་ད། དེ་ནས་ཨེ་ན་རྟ་མ་ནི་འབྲང་བའི་ཕན་ཡོན་ག་རེ་ཡོད་རེད་ཟེར་ལ་འོ་ན་ཕན་ཡོན་དེ་ལ་ཅེས་རྟ་མ་ནི་ཀ་ལུ་ངུ་ན་ལ་མང་པོ་ཞིག་འདུག་སྟེ་ཡིན་ན་ཡང་འདི་རྣམས་ད་ཕན་ཡོན་ཁ་ཤས་ཅིག་ཞུ་གིན། མ་ནི་དེ་ལ་ཨེ་ན་སངས་རྒྱས་ཨེ་ན། བདག་སངས་རྒྱས་ཚང་མ་གིས་དུས་གསུམ་གྱི་སངས་རྒྱས་དུས་མཛོད་ཀྱི་བྱིན་གྱིས་བརླབས་བྱས་ནས་མ་ཎི་དེ་ལ་ནུས་པ་ག་འདྲས་ཀྱི་བཟོས་ཡོད་རེད་ཟེར་ན། མ་ཎི་དེ་གཅིག་སྐྱོར་སོང་ན། སྡོད་གནས་གསུམ་དང་རྒྱུད་སྡེ་བཞི་སྐྱོར་བས་ཀྱིས་ཕན་ཡོན་དང་གཅིག་པ་ཐོབ་ཀྱི་ཡོད་ཟེར་ནས་དེ་འབྲེལ་གྱིས་བདག་སངས་རྒྱས་དུས་མཛོད་ཀྱི་བྱིན་གྱིས་བརླབས་བྱས་པ་རེད། དཔེ་ཆ་ན་ང་ཚོ་ལྕགས་ལག་གཅིག་ལ་ང་ཚོ་ནུས་པ་ཆེན་པོ་བཟོས་སོང་ན། དཔེ་ཆ་སྔོན་མ་འདྲ་བ་རྣམས་ང་ཚོ་པར་བཅད་ཅིག་བཅད་དེ་ག་ནང་བཞིན་འགེལ་ཅིག་རེ་ཀོ་ཏིང་བྱེད་ཅིག་བཅས་ཁག་ཁག་ཁེ་དྲུག་གི་ཡོད་རོགས་ཡིན་ན་འདི་དིག་སང་འདི་ཚང་མ་གཅིག་ལ་བསྡུས་ནས་མོ་བིལ་གཅིག་གི་གོ་ཆོད་དྲུག་གི་འདུག་ཨ་དེ་ནང་བཞིན་བྱས་ནས་ཨེ་ནས་མ་ནི་དེ་ལ་སངས་རྒྱས་མང་པོ་གི་བྱིན་གྱིས་རླབས་བྱས་དེ་ཨེ་ནས་ཐེངས་མ་གཅིག་སྐྱོར་ཐུབ་ན་ཨེ་ནས་གཅིག་གཅིག་བསྡུས་ནས་གསུམ་དང་རྒྱུད་སྡེ་བཞི་ལ་སོགས་པ་དེ་ཚོ་ཚང་མ་ཕ་ཨེ་ནས་སྐྱོར་བའི་གོ་ཆོད་ཕན་ཕ་ཐོབ་གི་ཡོད་ཨེ་ཟོ་གསུངས་པར། ཅེས་ག་རེ་གསུངས་པར་ཟེར་ན་ཨེ་ནས་མ་ནི་སྐྱོར་གསུངས་ན་ཨེ་ནས། འགྲོ་བ་རིགས་དྲུག་གི་སྐྱེ་སྒོ་འགག་དྲུག་གི་ཡོད་མ་ནི་སྐྱོར་བར་བརྟེན་ནས

ཨ་ནི་གཅིག། ཚ་ཉར་བརྒྱད་དང་གྲང་ཉར་བརྒྱད་དང་དེ་འདྲ་བྱས་ནས་འདི་ཚོ་ལ་ཚ་གྲང་གི་སྡུག་བསྔལ་དཔག་ཏུ་མེད་པ་ཡིན་མོད་འོ་དེ་ཚོ་ཕ་ཨེ་ནི་མགོ་བཅོས་འདུག་འགག་འགྲོ་གི་ཡོད་རེད་ཨེ་ལ་མདོར་ན་ཨེ་ནི་སོ་སོའི་གི་ཨོ་མ་ནི་བེད་མི་ཧུང་ཟེར་སྐྱོར་འོང་དུས་འགྲོ་བ་རིགས་དྲུག་གི་ཨེ་ནི་སོ་སོ་སོའི་གི་ཁྱད་པར་སྤྱིར་ཨེ་ནི་འགྲོ་བ་རིགས་དྲུག་བྱེ་བྲག་ཏུ་སོ་སོ་སོར་འགྲོ་བ་རིགས་དྲུག་སོ་སོ་སོའི་གི་སྡུག་བསྔལ་ཁྱད་པར་བ་དེ་ཚོ་ཕ་ཨེ་ནི་འགག་འགྲོ་གི་ཡོད་རེད་སྐྱེ་དགུ་བཅོས་འགྲོ་གི་ཡོད་རེད་ཨེ་ཙི་གསུངས་པ། དེ་ནས་ཨ་ནེ་མ་ནི་དེ་ལ་ཆོས་རྒྱལ་སྲོང་བཙན་སྒམ་པོ་གིས་ཨ་ནེ་མ་ནི་ཕན་ཡོན་གྱི་གསུང་བྱ་དེའི་ནང་ནས་ད་གཅིག་གྲོགས་ཀྱིས་ཞུ་ན་འགྲིག་ས་རེད་ཅིག་ག་རེ་ཡོད་རེད་ཟེར་ལ་འོང་དུས་ཨོ་མ་ནི་པད་མའི་འོང་ཟེར་ཨོམ་བདེ་གི་སྦྱིན་པའི་བར་དུ་ཕྱིན་པ་ཨ་ནེ་རྫོགས་པར་བྱེད་ཀྱི་ཡོད་རེད་སོ་སོའི་སེམས་ནང་ལ་སེར་ནག་གི་དྲི་མ་དེ་ཅུང་དུ་བཏང་ནས་ཨ་ནེ་སྦྱིན་པ་ཡ་དཀོན་མཆོག་ལ་མཆོད་པ་ཕུལ་ཡ་དང་མ་ངན་སློང་ལ་སྦྱིན་པ་བཏང་ཡ་གི་བསམ་བློ་དེ་ཨ་ནེ་ཤུགས་ཆེ་རུ་བཏང་གི་རེད་ཨེ་ལགས། མེད་ཟེར་དེ་གི་ཚུལ་ཁྲིམས་ད་ལྟ་ང་ཚོ་ལས་ཀ་སྡུག་བ་བྱས་ལ་ཨ་ནེ་དཔེ་མི་སྲིད་གི་ཨ་ནེ་ག་ལ་བསམ་བློ་ཤུགས་ཆེན་པོ་ཡོད་རེད་དེ་བསམ་བློ་དེ་ཤུགས་ཆུང་དུ་བཏང་ནས་ལས་ཀ་ཡག་གྲས་བྱས་ལ་ཨ་ནེ་བསམ་བློ་ལས་ཀ་ཡར་རྒྱས་བཅས་ཀྱི་བསམ་བློ་དེ་ཤུགས་ཆེ་རུ་གཏང་གི་ཡོད་རེད་ལ། ནི་ཟས་དེ་གི་བཟོས་པ་ད་ནང་ང་ཚོ་དཀའ་ངལ་ཆུང་ཆུང་བྱས་ན་བཟོས་ཐུབ་ཀྱི་ཡོད་མ་རེད་རོ། དེ་ནི་སོ་ཙང་དེ་འདི་འདྲས་ཀྱི་བཟོས་པ་དང་ཡང་ན་བཟོས་པ་དེ་གི་ལྡོག་ཕྱོགས་ཁོང་ཁྲོ་ཞུ་གི་ཡོད་རེད་ང་ཚོ་ལ་རོ། དེ་ཁོང་ཁྲོ་གི་ནུས་པ་དེ་ཤུགས་ཆུང་དུ་བཏང་ནས་བཟོས་པའི་གི་ནུས་པ་དེ་ཕ་ཤུགས་ཆེ་རུ་གཏང་གི་ཡོད་རེད་ལ་སེམས་ཀྱི་སྟེང་དུ། དཔེ་ཟས་དེ་གི་བརྩོན་འགྲུས་ད་ནང་ང་ཚོ་ལ་ལེ་ལོ་ཞུ་གི་ཡོད་རེད་བྱ་བ་ངན་ཞིང་གི་ལེ་ལོར་སོགས་པའོ་དེ་འདྲས་ཀྱི་ལེ་ལོ་གི་ལེ་ལོ་དེ་ཤུགས་ཆུང་བཏང་ནས་ཡ་བརྩོན་འགྲུས་ཡར་རྒྱས་པར་བྱེད་ཀྱི་ཡོད་རེད། ཨེ་ཟོ་གསུངས། ཧུང་གིས་ཨེ་ནས། ཁ་ཚ་མེད་འདི་གའི་བསམ་གཏན་ད་ནང་ང་ཚོ་ལ་རྣམ་གཡེང་ཤུགས་ཆེན་པོ་ཞུ་བགྱི་ཡོད་རེད་དེ་རྣམ་གཡེང་དེ་ཤུགས་ཆུང་དུ་བཏང་ནས་རོ་ཨེ་ནས་ཅིག། ལུས་སེམས་ཕ་རྩེ་གཅིག་ཏུ་ཕ་གནས་ཐུབ་བས་སེམས་རྩེ་གཅིག་ཏུ་གནས་ཐུབ་བས་ལས་ཀ་གང་དང་གང་ན་བར་རིག་པ་སྒྲིམ་ཐུབ་བས་དེ་ནས་ཀྱི་རྩེ་གཅིག་ཏུ་གནས་པའི་སེམས་དེ་ཤུགས་ཆེ་རུ་བཏང་གི་ཡོད་རེད་ལར། ཤེས་རབ་གསལ་ཏེ་ཧུང་གིས་ཤེས་རབ་མཚོན་གྱི་ཡོད་རེད་ད་ལྟ་ང་ཚོ་ཨེ་ནས། རྨོངས་དེར་ག་རི་ན་ག་རི་ཆ་ལ་ན་མང་པོ་ཅིག་ང་ཚོ་ཐོམ་ཧ་གོ་གི་ཡོད་མ་རེད་དེ་སོང་ན་དེ་མི་ཤེས་པའི་རྨོངས་པ་དེ་ཕ་ཤུགས་ཆུང་དུ་བཏང་ནས་ཤེས་རབ་དེ་ཕ་ཤུགས་ཆེ་རུ་ཆེ་རུ་བཏང་གི་ཡོད་རེད་དེ་སོང་ན་སོ་སོའི་མ་ནི་འགྲངས་སྡོད་དུས་སོ་སོ་ལ་ཕར་ཕྱིན་དྲུག་དེ་ཡང་སེམས་ཀྱི་སྟེང་དུ་ཕར་ནུས་པ་ཤུགས་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད་ཟེར་ནས། འོ་དེ་ཇི་ལྟ་དེ་ཞུས་བྱ་གི་ཡིན། དེ་ནས་དེ་ནས་ཨ་ནེ་ད་ཐ་མ་དེ་ལ་མ་ནི་འགྲངས་བའི་སྐབས་དེ་ལ་ད་ཐ་མ་དེ་ལ་མ་ནི་འགྲངས་སྟངས་དེ་གཅིག་ཞུ་གི་མ་ནི་འགྲངས་པའི་སྐབས་ལ་བྱུང་ན་ཁོ་དེ་ག་ཚིག་སྐམ་པོ་འགྲངས་ཤ་ན་ཕན་ཡོན་གཅིག་མེད་ད་མར་བལྟས་ན་ཕན་ཡོན་ཆུང་ཆུང་རེད་རོ་བཟླས་བརྗོད་དང་ནི་དཀའ་ཐུབ་ཀྱི་ཡུལ་རིགས་འདུག་ཚུལ་བཅས་བྱས་ཀྱང་སེམས་ཤིང་གཡེངས་པས་བྱས་པ་ནི་ཨ་ནི་དེ་ཉིད་རིགས་པའི་དོན་མེད་གསུངས་གསུངས་པར། ཡིན་ན་མ་ནི་བགྲངས་པའི་སྐབས་དེར་བྱུང་ན། ཨ་ནི་སོ་སོའི་དགེ་འདུན་ལ་སོ་སོའི་རྩ་བའི་བླ་མ་དེ་དང་སྤྱན་རས་གཟིགས་ཉིད་དབྱེར་མེད་དུ་བག་བསྒོམ་ར་དངོས་སུ་བཞུགས་ཡོད་དྲན། སོ་སོ་ཨེ་ནི་དེ་སྤྱན་རས་གཟིགས་ཀྱི་མདུན་ལ་བཞུགས་ཡོད་དྲན། ཡང་དེའི་གི་སྤྱན་རས་གཟིགས་དེའི་གི་ཨེ་ནི་ཐུགས་ཐུགས་ཀའི་སྟེང་དུ་ལ་ཨེ་ནི་ཐུགས་ཀྱི་ས་བོན་ཧཱུྃ་བཅས་ཧཱུྃ་དེའི་གི་མཐའ་ལ་ཨོ་མ་ནི་པདྨའི་ཧཱུྃ་ཟེར་ཡིག་འབྲུ་འཛིན་སོ་ཕག་བསྐོར་བསྡེབས་ཡོད་པ་ཅིག་དྲན།

ད་དེ་ལས་ཀྱང་ཏིས་ལེ་ལག་བྱས་སོང་ན་དེ་འདྲས་མ་ཐུབ་ན་ཡང་སོ་སོའི་མ་ནི་འགྲངས་པའི་སྐབས་ལ། རོ། སྤྱན་རས་གཟིགས་ཕ་སེམས་སེམས་ལ་སྤྱན་རས་གཟིགས་དྲན། ཀྱེ་སྤྱན་རས་གཟིགས་ཁྱེད་ཀྱིས་བདག་ལ་སྐུ་གསུང་ཐུགས་ཀྱི་དངོས་གྲུབ་མ་ལུས་པ་བསྩལ་དུ་གསོལ། བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་སོ། དེ་ཨེ་ནི། ཕ་ཨེ་ནི། དྲན་ནི་འོད་ཐོག་ནས་མ་ནི་དྲངས་སོང་ན། ཨེ་མ་ནི་དཔེ་མི་སྲིད་ཕན་ཡོན་ཆེན་པོ་ཡོད། ཨེ་ཟོ་གསུངས་པ། ཨེ་ནི་མ་ནི་འགྲངས་པའི་སྐབས་སུ་ཡང་དང་པོ་སྤྱན་རས་གཟིགས་ཀྱི་བསྟོད་པ་ཅིག་འདོན། ཁ་བརྡུང་གོ་རེ་མ་ནི་གོ་མ་ཟེར་སྤྱན་རས་གཟིགས་ཀྱི་བསྟོད་པ་ཅིག་སྐྱོན་གྱིས་མ་གོས་སྐུ་མདོག་གང་ཚོད་ཟ་ཉིའི་དབུ་ལ་རྒྱལ་ཐུགས་རྗེ་ཅན་གྱིས་འགྲོ་ལ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ་ཟེར་དེ་ཅིག་འདོན་དེ་མ་བྱུང་ན་ཡང་འཕགས་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ་ཟེར་འདི་འདྲ་ཅིག་འདོན། དེ་འདྲ་ཅིག་འདོན་པའི་སྒོ་ནས་ཨེ་ནི་མ་ནི་གྲངས་ཨེ་ནི་ཐ་མ་དེ་ལ་ཨེ་ནི་བསྔོ་བ་ཅིག་བྱས་ཏེ་དཔེ་གལ་ཆེན་པོ་རེད་རོ། རྒྱལ་བ་དེའི་མྱུར་དུ་ད་སྤྱན་རས་གཟིགས་དབང་སྒྲུབ་ཀྱི་ནི་འགྲོ་བ་གཅིག་ཀྱང་མ་ལུས་པ་དེའི་ས་ལ་འགོད་པར་ཤོག་ཟེར་དེ་ནས་ཚིགས་བཅད་དེ། དེ་མ་བྱུང་ན་ཡང་ཨེ་ནས་སེམས་ཀྱི་སྒོ་ནས་འོ་ད་ངས་དགེ་བ་བྱས་དེ་འདྲ་མ་ནི་བགྲངས་པས་ཀྱི་དགེ་བ་དེས་ཀྱི་གཙོ་བྱས་པའི་དུས་གསུམ་དུ་བསགས་པའི་དགེ་བ་གང་དང་གང་བྱས་པ་དེས་ཀྱི་མཐུ་དང་ནུས་པ་ལ་བརྟེན་ནས་ཨེ་ན་བདག་ཀྱང་སྤྱན་རས་གཟིགས་ན་བཞིན་གྱི་ཆགས་བར་ཤོག་ཟས་སོ། བདག་ཀྱང་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟས་དེ་འདྲ་བྱས་སོང་ན་ད་སྦྱོར་དངོས་རྗེས་གསུམ་ཚང་བས་མི་སོང་ཙང་དགེ་བ་དཔག་ཏུ་མེད་པ་ཆགས་ཀྱི་ཡོད་རེད། ཨེ་ན་ད་ཨེ་ནས་དུས་ཚོད་ཐར་ནས་ཞེ་རག་བྱུང་མ་སོང་ཨེ་ན་དེ་རིགས་ཀྱི་ཡིན།